ང་ཚོའི་ངོས་ནས་དངོས་གནས་ཀྱི་རྒྱའུ་རུམ་ཞེས་ལྟ་དགོས་ཚེ་བྱ་བའི་དཀྱེལ་ཡངས་ཀྱི་སྲོག་རྔུ་རྣམས་ལྟ་དགོས་ཡོད་རེད། ང་ཚོའི་ངོས་ནས་རེ་བའང་དང་སྨོན་ལམ་དང་ཡིད་ཆེས་དང་དག་པའི་གཙོ་བོ་ཆེ་རྒྱའུ་རུམ་ཞིག་དགོས་ཚེ་བྱ་བའི་དཀྱེལ་ཡངས་དེ་རེད། རྒྱའུ་རུམ་ཞིག་གི་ཐུགས་དགོངས་དེ་བོད་གཞིས་བྱེས་མཉམ་འཛོམས་ཡོང་ཡ་རེད་བོད་ཀྱི་བསྟན་པ་ཆབ་སྲིད་དར་ཞིང་རྒྱས་པ་ཡོང་ཡ་རེད་བོད་ཀྱི་རིག་གཞུང་དང་བཅས་པ་རྒྱུན་གནས་ཡོང་ཡ་རེད་འདི་ཡོང་ཡ་གི་ཆེད་དུ། ང་རང་ཚོ་བོད་པ་སྤྱི་བོ་གནམ་བསྟན་ཡོངས་དང་ལྷག་པར་དུ་རང་དབང་ལུང་པ་ན་ཡོད་པ་ཚོ་གི་རིག་པ་འགྲིམ་ཡང། དེ་ཡང་ཚང་མ་ལ་ལག་གདང་སྦྲེལ་བའི་ཐོག་ནས། མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་འདི་ཅིག་བྱེད་རོགས་བྱས་ན་སྒོམ་ཡ་སྐྱག་རོམ་གྱི་ཐུགས་དགོངས་གཙོ་བོ་ཆེ་རེད། དེ་ཡིན་དུས་ང་ཚོའི་ངོས་ནས་ད་སྐྱག་རོམ་ཆེ་ལ་ཕ་བཀའ་དྲིན་ཅིག་མཇལ་དགོས་དགོས་ཡོད་ན། སྐྱག་རོམ་ཅིག་ཚུར་རེ་བ་གནང་ཡ་ཐུགས་རེ་གནང་པ་དེ་ང་ཚོ་སྒྲུབ་པ་ཡིན་ན་དེ་ལས་ལྷག་གི་བཀའ་དྲིན་ཅན་མེད་པ།

སྔོན་མ་རྒྱ་བོད་རིན་པོ་ཆེ་རྒྱ་གར་བྱང་ཤར་གྱི་ཕྱོགས་ལ་ཆིབས་རྒྱུ་རྐྱང་དེ་འདྲ་ཞིག་ག་ལ་གནམ་གྲུ་ཧྲིལ་བོ་ཆེ་གཡུགས་ནས་ཉེན་ཁ་ཞིག་བྱུང་པ་རེད། དེ་འདྲ་ཞིག་བྱུང་པའི་སྐབས་ལ་ཡང་རྒྱ་བོད་རིན་པོ་ཆེ་ཐུགས་ལ་འོ་ང་ད་ལྟ་གལ་མི་འདུག་ཡིན་ནའི་བོད་མི་ས་ཡ་དྲུག་དེ་ད་གང་འདྲ་གོམས་སོ་བྱེད་དཀའ་གནང་གི་ཡོད་རེད་པ་ད་དེ་འདྲ་རེད་བ། དེ་འདྲ་ཡིན་དུས། ད་གལ་སྲིད་གཞོན་དེ་ད་ལྟ་བར་དུ་རྒྱ་བོད་ཡུལ་ཕྱི་ནང་དུ་ད་དངོས་གནས་དྲ་གནས་ཀྱི་ད་དེ་འདྲའི་གི་སྐུ་ལས་བསྐྱོན་ནས་ང་ཚོ་བསྐྱངས་གནང་ཡོད་རེད་བོད་མི་རིགས་འདི་ཡི་ཆེད་དུ་ང་ཚོའི་ཆེད་དུ་སྐུ་ལས་དེ་འདྲ་ཞིག་བསྐྱོན་ཡོད་རེད་ད་གོང་ལོ་དགུ་བཅུ་དགུ་བརྗེས་ལ་ཡ་ད་ཉི་མ་གཅིག་ཁ་ཤས་རྗེས་ལ་གོང་ལོ་དགུ་བཅུ་དགུ་བརྗེས་ལ་ཕེབས་ཀྱི་ཡོད་རེད་དུས་ད་ལྟ་ཡིན་ནས་སྐུ་ལས་ག་ཚད་བསྐྱོན་དགོས་ཡོད་རེད་ད་དེ་ཚོ་ང་ཚོ་སེམས་ལ་བཞག་ནས་དངོས་གནས་ང་ཚོའི་ངོས་ནས་ཚང་མ་ལ་འཆམ་མཐུན་གྱི་ཐོག་ནས་དགོངས་པ་རྒྱ་ཆེ་ས་ཅིག་བཞེས་ནས། རྒྱ་ནག་དམར་པོའི་གཞུང་གིས་བོད་པའི་ནུས་པ་མེད་པ་སོགས་ཀྱི་ལྷག་པར་དུ་ང་ཚོའི་རང་ཡོད་ལུང་པའི་ནང་དུ་ཡོད་པའི་བོད་པ་ཚོ་གི་ནུས་པ་གཏོར་ཡག་གི་ཐབས་ཤེས་བྱེད་ཀྱི་ཡོད། དུས་ད་ལྟ་གི་བར་དུ་གཏོར་ཐུབ་ཡོང་མ་རེད། ནུས་པ་ཉམས་མེད་བཏང་ཐུབ་ཡོང་མ་རེད། ད་ང་རང་ཚོ་ནང་ལོག་རང་ནས་ཨ་རེ་འདུག་བྱས་ནས་གཅིག་ཐེངས་བརྒྱད་གསུམ་ལ་སྐབས་རེ་དེ་འདྲ་བྱས་བསྡད་ན་ང་ཚོའི་ནུས་པ་དེ་ང་རང་ཚོ་གི་དགྲ་གིས་བྱེད་མ་ཐུབ་པ་དེ་ང་རང་ཚོས་སོ་སོ་གིས་སྐབས་རེ་དེ་འདྲ་བྱས་ཆགས་ཡོད་དགོས། དེ་འདྲ་ཡིན་དུས་ད་གཟོད་ཐུགས་ལ་བཞག་ནས་ཚང་མ་རྡོག་རྩ་གཅིག་སྒྲིལ་གཅིག་དང་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་ད་གཙོ་བོ་རྒྱ་བོད་རོམ་གྱི་བཀའ་དགོངས་བསྒྲུབ་ན། ཆོས་དང་རིག་གཞུང་སྲུང་སྐྱབས་ན། ཨ་ནི་ང་རང་ཚོ་གཅིག་གི་བོད་མི་རིགས་གཅིག་གི་ཆེད་དུ། སོ་སོའི་ངོས་ནས་ནུས་པ་ག་རེ་ཅིག་སྟོན་ཐུབ་པ་དོ་དེ་ཚོ་ཐུགས་ལ་བཞག་ནས་ཧུར་ཐག་གནང་རོགས་བྱེད་ཨ་ནི་སྐད་ཡིག་སྲུང་སྐྱབས་དེ་ཚོ་ཁ་ཚ་དགོས་གཏུགས་ཅིག་ཆགས་བསྡད་ཤག་དེ་ས་གནས་ཡིན་ན་ཞི་རགས་ཡག་པོ་འདུག་རྗེས་སུ་ཡི་རངས་ཞུ་གི་ཡོད་དེ་བ་ང་ཚོའི་ནམ་རྒྱུན་ག་རེ་ཟེར་ན།

གཉིས་པ་དེ་སོ་སོའི་ངོས་ནས་རེད་བ། བོད་པའི་སྐད་ཡིག་དེ་གལ་སྲིད་ཐུག་ཐུག་གི་བེད་སྤྱོད་གནང་གི་ཡིན་ད་སོ་སོ་བོད་པ་ནང་ཁུལ་རེད་དེ་ཚོའི་ནང་ལོ་ཕག་ཚོ་བེད་སྤྱོད་གནང་པའི་སྐབས་ལ་ཡང་སྐད་ཡིག་འདི་ཡི་ཐོག་ནས་བེད་སྤྱོད་གནང་གི་ཡིན་ཟེར་ནས་ང་ཚོ་དམ་བཅའ་བཞག་གནང་སོང་ཧ་ལས་བས། པའི་རྩ་ཆེན་པོ་གལ་ཆེན་པོ་ཞེ་བོ་ཞིག་མཐོང་སོང་རེད་བ། དེ་འདྲའི་ནང་བཞིན་ང་ཚོ་ཁ་ཡོད་ལག་ཡོད་ཀྱི་ཐོག་ནས། ང་ཚོ་རིག་གཞུང་སྲུང་སྐྱབས་ས་ཡ་དེ་ཁ་ནས་བཤད་པ་ཙམ་མ་ཡིན་པ་ལག་ལེན་གྱི་ཐོག་ནས་སོ་སོས་བེད་སྤྱོད་བྱས། ཨ་སོ་སོའི་མི་རབས་རྗེས་མ་ཚོ་ལ་ཡིན་ནའི་དེ་དེ་བཞིན་གྱི་བོད་སྐད་བཤད་ཤེས་ངེས་བོད་ཡིག་བྲི་ཀློག་བྱེད་ཤེས་ངེས་བོད་པའི་བོད་པ་ཡིན་བསམ་པའི་ལག་སྐྱེས་ཡོད་དེ་ངེས་བོད་པའི་འཐབ་རྩོད་བྱེད་ཐུབ་ངེས་ཞེས་གསོ་སྐྱོང་བྱེད་ཐུབ་ན་ཨ་ཞེ་བོ་བྱེད་ཀྱི་རླབས་ཆེན་པོ་རེད་ཨ་དེ་ཚོ་ཐུགས་ལ་བཞག་རོགས་བྱེད་ཅེས་ཞུ་ཡ་ཡིན་ཨ་ད་གལ་ཆེ་ཤོས་རྣམ་པ་ཚོ་དངོས་གནས་ད་ནས་ང་རེ་ངོས་ནས་མ་མཇལ་བསྡད་དུས་མི་རེ་རེ་ནས་དངོས་གནས་རྩ་ཆེན་པོ་ཅིག་གལ་ཆེན་པོ་ཅིག་ཏུ་མཐོང་བསྡད་ཡོད

ཀྱི་དོན་དང་ལྡན་པ་ཞིག་གི་ཐོག་ནས་ང་ཚོ་མི་ཚེ་བཟང་པོ་ཡོང་ཐབས་ཀྱི་ཐོག་ལ་བེད་སྤྱོད་ཡང་དག་པ་ཡོང་ཡ་གཅིག་དེ་འདྲས་ཡོང་ཡ་ལ་གཙོ་བོ་སེམས་འདུལ་ཡ་རེད། དེའི་སྒང་ལ་ཡང་དག་ང་ཚོ་ཁ་འདོན་དགེ་སྦྱོར་གནང་ཡ་དང་ཚོགས་བསོག་ནམ་བསགས་ཡ་དང་འདི་ཚོ་ཡིན་ནའི་དེ་བས་གལ་ཆེན་པོ། སེམས་འདུལ་ཐབས་གནང་ཡ་དེ་ཚོ་གལ་ཆེན་པོ། རང་དེ་འདྲས་ཅིག་གི་ཐོག་ནས་མི་ཚེ་དོན་ལྡན་ཅིག་ཡོང་པ་ཅིག་དང་འདིའི་སྒང་ལ་ཡང་དེང་གི་ཞུས་པ་ན་ཞུས་ང་ཚོ་སྤྱི་པའི་ཆེད་དུ་ནུས་པ་འདོན་དགོ་ཡ་ཞབས་ཕྱི་སྒྲུབ་དགོ་ཡ། ལྷག་པར་དུ་ང་ཚོ་མི་རིགས་དེ་གི་འཆི་གསོན་གཉིས་ཀྱི་མཚམས་ལ་གནས་པ་བྱས། རྒྱལ་བོ་ཡེ་ཤེས་ནོར་བུ་ད་གོང་ལོ་དགུ་བཅུ་དགུ་བརྗེས་ལ་ཡར་འཕེལ་བསྡད་པའི་འདི་འདྲའི་གི་དུས་ཚོད། རྫ་དྲག་པོ།